རྒྱུད་ལས། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལ་མཇལ་ཚང་མ་ལ་སྔ་དྲོ་བདེ་ལེགས་དང་རྒྱུད་ལས་ཞུས་ཏེ། དེ་ནས་དེ་རིང་ང་དང་སློབ་ཚན་པོ་འགོ་ཚུགས་ཤིང། ལྷར་བྱས་སྟོན་པ་སངས་རྒྱས་ཀུན་གྱི་ངོ་སོ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན་བཟའ། འཕགས་ཚོགས་ཀུན་གྱི་དབུས་ན་ལྷ་ངེས་བ་སྤྲིན་ཆེན་ལྷག་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་གསུངས་པ་སང་ན་རྟ་བཏང་ན་བཞག་བཏང་བཙོག་ལ་དེ་ནས་ག་ཀ་དམ་པའི་དགེ་བའི་བཤེས་གཉེན་དེ་ནས་གླང་རི་ཐང་པའི་རྩ་དཔེ་དེ་ནས་བློ་སྦྱོང་ཚིག་བརྒྱ་བསྣུན། ཨེ་ནས་ང་དང་ཆད་པ་ལ། ཨེ་ནས་ག་ཤོ་ལོ་ཀ་བརྒྱད་ཡོད་པས་ན་ད་དེ་རིང་ང་དང་ཤོ་ལོ་ཀ་བདུན་པ་འོད་སྐོར་ལ་བཞུད་ཅེས་ཟིན་ནོ། ཨེ་ནས་སོང་པ་སང་ན་ད་ཤོ་ལོ་ཀར་བདུན་པའི་ནང་གཙོ་བོ་དེ་ནས་ག་གེ་དེ་ན་ང་དང་གཏོང་ལེན། ཧ་ལས་བདག་གི་སྡེ་དགེ་ཨེ་ནས་གཞན་ལ་བཏང་བ་དང་གཞན་གི་སྡུག་བསྔལ་འོ་ད་རང་ལ་ལེན་པའི་ཚུལ་ཨེ་ནས་སོང་ཨ་ཛ་དེ་ནོ། ཨེ་ནས་འདོད་ཨང་གེ་དེ་ན་ཨེ་ནས་ད་བརྒྱ་ཕྲག་བྱང་ཆུབ་སེམས་དཔའི་ལམ་ལ་འཇུག་པར་འདོད་པའམ་བརྒྱ་ཕྲག་བྱང་ཆུབ་སེམས་དཔའི་ལམ་ལ་འཇུག་ག་རྣམས་ཀྱི་འོ་ད་ཉམས་ལེན་ཨེ་མཐིལ་དུ་ཕྱིན་པའམ་ཡང་མིན་ན་ཉམས་ལེན་གྱི་གཙོ་བོ་གཅིག་ཡིན་ཀྱང། ཨིན་པ་སང་ན་ད་དེ་ནས་བཀའ་གདམས་པའི་དགེ་བའི་བཤེས་གཉེན་དེ་ནས་གླང་རི་ཐང་པས་ཨེ་ནས་ཏུས་དང་རྣམ་པ་ཀུན་ཏུ་དེ་ནས་ཁོང་རང་ངུས་པཱས་པའི་རྣལ་འབྱོར་ཨེ་ནས་ཉམས་ལེན་པ་ཨོ་དེ་ནས་ག་ཉམས་ཆུང་ཨོ་དེ་ནས་ཧ་ཅང་བཞི་ཞིང་འདུལ་བ་ན་མཉམ་པོ་ཨེ་ནས་ཉམས་ལེན་རྫ་དེ་ནས་ཡོད་ཀ་ནས་རྟགས་པོ་ཨེ་ནས་ང་དང་ཤོ་ལོ་ཀ་དུས་ཀ་དུས་ལ་བརྟེན་ཏེ་ཨེ་ནས་ང་དང། ཧ་དགོས་འཇིག་དང་ཡང་ན་བ་ལེ། ཨོ་ད་སོང་པ་ཟང་ན་དེ་ནས་ཤོ་ལོ་ཀ་དང་བདུན་པའི་ནང་ཨེ་ནས་ང་དང་ཅི་གསུང་སྲིད་དོ་གུ་ཤུ་ན། མདོར་ན་དངོས་དང་བརྒྱུད་པ་ཡིས་ཕ་འདས་མ་རྣམས་ཀུན་ལ་འབུལ། མ་ཡི་སྣོད་དང་སྡུག་བསྔལ་ཀུན་གསང་བའི་བདག་ལ་ལེན་པར་ཤོག་གསུང་སྲིད་དོ་ག་ལེ། ཨོ་སོང་པ་ཟང་ན། ད་མདོར་ན་གཟན་པོ་གཅིག་གདངས་འདི་ལྟ་ག། དེ་ནས་ཧ་ལས་ཀ་ནས་བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལ་ལྷག་པའི་གཟེར་བ་ལ་སོགས་པས་ཤོ་ལོ་ཀ་རྣམ་པ་དྲུག་ང་དང་སོང་ཚར་བ་བསམ་ན། ད་འོ་དེ་ཤོ་ལོ་ཀ་དྲུག་གི་དོན་བདག་པོ། སྙིང་པོ་མདོར་བསྡུ་བཅོས་ཏེ་བཞུགས་སྟངས་ན་བཞུགས་སྟེ་ནོ་ཧ་ལས་མདོར་ན་གཟེར་འཕོ་ཅིག་འོ་དེ་འགས་བདག། འོ་གོང་དུ་བཞུགས་པ་དེ་དག་ཐམས་ཅད་ཡང་མདོར་བསྡུས་ཀྱི་ཚུལ་དུ་བཞུགས་ན་བཞུགས་ན་བཞུགས་སྟེ་ནོ་མདོར་ན་གཟེར་འཕོ་ཅིག། དང་དངོས་དང་བརྒྱུད་པ་ཡི་ཕ་འདེབས། མ་རྣམས་ཀུན་ལ་འབུལ་གཞན་པོ་གཅིག། ཨོ་ད་གའོ་ཁྱེད་དེ་ནང་ཨེ་ནི་ང་དང་འགྲོ་བ་རྣམས་ཀྱི་མཐའ་དང་ངན་པའི་སེམས་ཅན་ཐམས་ཅད་ཨོ་ལཱས་དང་ཉོན་མོངས་པའི་དབང་གིས་ཨོ་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་ཨེ་འཇིག། ཨོ་དེ་ནས་བདེ་བས་ཕོངས་ཏེ་ཡོད་དེ་ནོ་བ་ལས། ཨོ་ད་སྡུག་བསྔལ་མྱོང་བཞིན་བདེ་བས་ཕོངས་ཏེ་ཡོད་སྐམ་པོ། ཨེ་ནས་གཱ་སྡུག་བསྔལ་བུ་སེལ་བ་དང་ཨེ་ནས་བདེ་བ། ཁོང་ཨ་དེ་ནས་རྒྱུད་ལ་སྨིན་པར་བྱེད་པའམ་བདེ་བ་ཨེ་ནས་བསྐྲུན་པར་བྱེད་པ་ལ། ཨོ་ད་བདེ་བའི་རྒྱུ་ཅིང་སྐྱ་ས་ན་དགེ་བ་ཡིན་སྐད། སྡུག་བསྔལ་གྱི་རྒྱུ་ཅི་ཡིན་ཀྱང་ཟེར་ན་མི་དགེ་བ་ཡིན་ཀྱང། གསུངས་པ་བཟང་ན་མདོར་ན། དངོས་སུ་ཡིན་ན་ཡང་འདྲ་འོ་གཞན་རྒྱུད་དེ་ཡིན་ན་ཡང་འདྲ་ཟེར་ལྟར་དངོས་དང་རྒྱུད་པ་ཡིས། ཕན་བདེ་མ་རྣམས་ཀུན་ལ་བུལ་ཟན་པོ་གཅིག་ད་དེ་ག་ན་ང་དང་ཅི་གསུངས་བསྟན་ནོ་ཟེར་ན་གཏོང་ལེན་གྱི་མཉམ་བཞག་ཧ་ལས། བདག་གིས་དེ་གས་གཞན་ལ་བཏང་བ་དང་གཞན་གྱིས་སྡུག་བསྔལ་རང་སྟེང་དུ་སྨིན་པའམ་རང་སྟེང་དུ་ལེན་པ་ལ་ང་དང་གཏོང་བ་དང་ལེན་པ་གཏོང་བ་ཟན་པོ་གཅིག་ཨོ་རང་ཉིད་ཀྱི་བདེ་བ་དང་བདེ་བའི་རྒྱུའི་དགེ་བ་རྣམས་ཨོ་གཞན་ལ་ཨོ་སྐྱིན་པར་བྱེད་ཅེས་ཨེ་ནས་གཞན་གྱིས་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་མི་དགེ་བ་རྣམས་ཨོ་རང་སྟེང་དུ་ཨོ་ལེན་པར་བྱེད་དོན་དུ་ལ་ཅི་ཟེར་ན་ང་དང་གཏོང་བ་དང་ལེན་པ་ཧ་ལས། གསུངས་པ་བསམ་ན་མདོར་ན། ཨོ་ད་ངོ་སུ་ཡིན་ན་ཡང་འདྲ་ཨོ་གཞན་ནོར་བརྒྱུད་དེ་ཡིན་ན་ཡང་འདྲ། ཨོ་ད་ང་དང་དཔེར་ན་མི་གཞན་ལ་ཕན་ཐོགས་སྤྱོད་བྱས་པོ་ལ་ཁག་གཉིས་ཟེར་གི་ཡོང་ན་ཨོ་ལེ། ཨོ་ད་གིས་བདེ་བ་དང་དགེ་བ་རྣམས་གཞན་ལ་བཏང་བྱས་པོ་ལ་ཨེ་ནས་ཁག་གཉིས་ཀ་གཟུགས་ཡོང་བ་ནོག་ཟེར་ན་ངོ་སུ་བཏང་བྱ་ཞིག་དང་བརྒྱུད་ན་བཏང་བྱ་ཞིག་གཉིས་ཡོང་ཨོ། དངོས་སུ་བཏང་བ་གཟན་པོ་ཅིག་སྤེལ་ན་ང་དང་སྒ་མི་ཞིག་འོ་དེ་ནི་ན་དྲག་པོ་ཡི་འོ་ནར་བཞིན་ཡོད་ན་ཨེ་ནི་ང་དང་ཁོང་བདུན་ལ་སོང་སྟེ་བཟའ་རྒྱུ་འཐུང་རྒྱུ་དགོན་རྒྱུ་སྨན་འོ་ད་རིགས་དངོས་པོ་དཀའ་གཟུགས་ཞིག་ཡིན་ན་ཡང་ཁོང་རང་ང་དང་རང་ནང་ཁོང་རང་དངོས་སུ་ཐུག་སྟེ་དངོས་སུ་བྱིན་ཅེས་པོ་ལ་ཅི་ཟེར་ནོ་དངོས་སུ་བྱིན་པ་གཟན་བ་ལས་ད་རྒྱུད་ན་གཟན་པོ་ཅིག་ཡང་མི་རིགས་ཅིག་ལ། དངོས་སུ་བཏང་ན་ཡང་དེ་ཙམ་ཞིག་བདེ་བོ་མེད་ག་འཇིག། དངོས་སུ་བཏང་ན་ཡང་ཁོའི་སེམས་ནང་ལ་སྣང་བ་རྣམ་རྟོག་ཡོད་ག་འཇིག། ཨོ་གཟུགས་རེ་ཡོད་ན་ཡང་ག་ཁྱེད་རང་རྒྱུད་དེ་དང་ཅེས། ཁོང་རང་ཞེ་ས་ག་འདྲེར་རྒྱུད་དེ་གཞན་ནང་ང་བཀལ་ཏེ། དོན་དག་ག་ང་དང། ང་དང་མིག་ས་བོ་གཅིན་བཀྱག་ཟེར་ན། ཁོས་ང་དང་བཏང་ཅེས་པོ་ཧ་གོ་ཨེ་ནང་འདྲ། ཧ་གོ་བ་མེད་ནང་འདྲ། ང་དང་ཨེ། ཨོ་དོན་དག་སྒྲུབ་ཅེས་པོ་གཅིན་བཀྱག་ཟེར་ན་ཁོ་ལ་ཕན་ཐོགས་སུ་ཡོང་དགོས་ཞེས། དགའ་སྣད་པ་ཞིག་ཡིན་ན་ང་དང་དམིགས་ཡུལ་པོ་གཅིག་ཡིན་སྐྱག་ཟེར་ན་ཨོ་ང་དང་དམིགས་ཡུལ་པོ་ཁོས་སྣད་པོ་རྒྱལ་གཅེས། དཔེར་ན། དགའ་ང་དང་ཨ་བ་ལས་ཨ་མ་ལས་ཞིག་ཨོ་རང་གི་མ་སྙིང་ན་རྩེ་བའི་གཅེས་པའི་ཕྲུ་གུ་ཞིག་དེ་ན་བཟུ་མོ་ཡོང་བ་ན། ཨེ་ནས་ན་སྐབས་ཅིག་ང་དང་ཨ་བ་ལས་ན་ཨ་མ་ལས་ཁོ་ངོ་སུ་ཐུག་སྟེ་ཨེ་ནས་ཁོ་བ་ཕན་ཐོགས་ཅོ་མ་ཉན་ག་ན་ང་དང་རིགས་གཅིག་ཨོ་བཟུ་གང་ཡོང་ང་ནོ་བ་ལས། དཔེར་ན་བཀའ་ཟུར་གྱིས་ཞུས་ན། ག་ཨ་བ་ལེ་ན་ཨ་མ་ལེས་སྔར་ན་ཕྲུག་སྔོན་ན་མཁན་པོ་རྩ་བིག་མ་ཐུག་ན་མ་འཆམ་ས་ཡང་ཟེར་ལན་འདུག་རན་རེད་སོང་སྟེ་ཆ་དེ་ཡོད་ན། ཨོ་ད་དངོས་སུ་ཁོ་ཕྲུ་གུ་ཡིན་ན་ཡང་ཨ་བ་ཨ་མ་ཐོག་ཨན་པོ་ཅིག་ཧྲོག་ཡོང་ཅེས། ཨ་བ་ཨ་མ་ཡིན་ན་ཡང་ཕྲུ་གུ་ལ་བདུན་ལ་ཨོ་ཆ་ན་ཨེ་ནི་ཁོ་དེ་ཙམ་ཞིག་སེམས་ནང་ལ་སྐྱིད་སྟོབས་མེད་ག་འདྲ་ཨི་གཟུགས་རེ་ཡོད་ངེས་ན། ཨེ་ནས་ད་ཨ་བ་མའི་བསམ་བློའི་ནང་ཨ་ཁོ་ནད་པོ་དགའ་གཟུགས་ཀྱི་རྒྱ་ལས་ནས་ཁོ་ཨ་དིས་སྐད་ཅིག་དགའ་གཟུགས་ཀྱི་ཡོང་ཨེ་ནས་ཁོས་སྡུག་བསྔལ་པོ་དགའ་གཟུགས་ཀྱི་སད་ལེ་ནས་བསམ་སྟེ་ཡོང་ཨན་པོ་ཅིག་ཨེ་ནས་ཁོ་རང་དངོས་སུ་མ་བྱ་ཨ་ཁོ་རང་ཡང་མཛའ་བོ་ངོ་ཤེས་ཟེར་ནང་རྒྱུ་དེ་ཁོ་ཨ་སྨ་འདང་དགོ་ཤ་ཟདུ་ཨ་ཨོ་ཁོ་ཨ་བཟའ་རྒྱུ་འཐུང་རྒྱུ་བཏང་དགོ་ཤ་ཟདུ་ཨ་ཁོ་ལ་རྒྱུ་ནོར་ལོངས་སྤྱོད་བཏང་དགོ་ཤ་ཟདུ་ཨ་ཁོ་ལ་དཔེ་གནས་བཏང་དགོ་ཤ་ཟདུ་ཨ་ཨོ་གཟུགས་ཀྱི་ང་དང་དང་ཀ་ནས་རིགས་གཅིག་ཨང་ཡོང་ཨ་ནོ་ཨ་ལེ། གསུངས་པ་བསམ་ན་ཨོ་དེ་སྔོན་ང་དང་གཅིག་སོང་དེ་རུང་རྒྱུ་དེ་དང་སྟེང་སྐྱགས། ཨོ་དོ་མདའ་ག་ཅི་སོང་ཟེར་ནོ། མདོར་ན། ཨོ་ད་ང་དང་དེའུ་ང་དང་རང་ཨེས་ངན་ཀྲུང་པོ་རང་ཨེ་ད་ནང་མི་ཟེར་ཏེ། ད་དོ་མདའ་ག་ད་མདག་ས་དེ་ན་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱིའམ་རྒྱལ་ཧྲ་བྱང་ཆུབ་སེམས་དཔའ་རྣམས་ཀྱིས། ཨོ། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་ཉེ་རིང་རྩ་བ་སྙིང་ན་མེད་པ། ཨོ་དངོས་སུ་ཕན་ཐོགས་དགོས་ས་དངོས་སུ་ཕན་ཐོགས་དགོས་ས་ཕན་ཐོགས་ས་ཛད་ག་འཇིག། ཨོ་རྒྱུད་ན་ཕན་ཕན་ཐོགས་དགོས་ས་ལ་རྒྱུད་ན་ཕན་ཐོགས་ས་ཐོགས་ས་ཛད་ག་འཇིག། གསུངས་པ་བསམ་ན། རང་ཉིད་ཀྱི་ཕན་པ་དང་བདེ་བ་ཟེར་པོ་ཅིག་བདེ་བ་རྣམས། ཀུན་ལ་འབུལ་ཟེར་པོ་ཅིག་ཀུན་ཟེར་པོ་ཅིག་ཚང་མའམ་ཡོངས་རྫོགས་ཟེར་པ་བསམ་ན། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ། ད་ཨ་ངོ་ལ་ས་ལ་བཛྲ་འདོད་པ་བསམ་ན་སྤྱིན་པར་བྱ་འདོད་པ་བསམ་ན། དེ་ནས་ཅི་གསུངས་ཟེར་ན། ཀུན་ལ་འབུལ། ད་དོན་དག། ད་ག་གེ་དེ་ན། བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས། ཨོ་བདག་རྒྱ་ཧྲལ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་གྱི་ཐིལ་བུ་བཅིངས་ཀྱང་ཟིན་ན། ཨོ་བདག་གསར་སྔགས་ལ་རཀྟ་བདག་ན་རཀྟ་ཨ་བཞུ་མཁན་པོ་ཚང་མ་རྡོར་བསྡུས་ཏེ་བཞུས་བཏང་ན་བཅིངས་ཀྱང་ཟིན་ན། ཨོ་ཡི་གཞན་ལ་ཕན་པ་དང་བདེ་བ་བསྒྲུབ་དགོས་བསྟན་ནོ་གསུངས་ཟེར་རོ། ཨོ་འགྲོ་བ་སེམས་ཅན་གཞན་ལ་ཕན་ཏོག་མཛད་དགོས་བསྟན་ནོ་ཟེར་དང། ཨོ་ཕན་ཏོག་དངོས་སུ་ཕན་ཏོག་མཛད་བསྙེན་ས་དངོས་སུ་ཕན་ཏོག་མཛད། ཨེ་ནས་དངོས་སུ་ཕན་ཏོག་མཛད་མི་བསྙེན་མ་བསྙེན་ས་ལ་རྒྱུད་ན་ཕན་ཏོག་མཛད་དགོས་བསྟན་ནོ་གསུངས་པ་ས་ན་རྡོ་རྗེ་ན་དངོས་དང་བརྒྱུད་པ་ཡི་ཕན་པ་དང་བདེ་བ་རྣམས་ཀུན་ལ་འབུལ། ཨོ་ད་རང་གི་དག་ས་ང་དང་ངོས་སུ་དགེ་བ་བསགས་ཏེ་ཡོད་ན་འདྲ། ཨོ་ད་སྐྱེ་བ་སྔ་མ་ན་དགེ་བ་བསགས་ཏེ་ཡོད་ན་འདྲ། ཨོ་ང་དང་སྐུལ་མ་ཆོས་དེ་མི་གཞན་གྱིས་དགེ་བ་བསགས་ཏེ་ཡོད་ན་འདྲ། ཨོ་དེ་དགེ་བ་རྣམས་ཅི་ཡིན་ཀྱང་ཟེར་ན་བདེ་བའི་རྒྱུ་ཡིན་ཀྱང། དངོས་སུ་བྱ་གླག་དངོས་པོ་ཟང་ཟིང་དང་བྱ་སྤོས་ཁོ་ང་ཕན་པའི་རྒྱུ་ཡིན་ཀྱང། འོ་གསུངས་པ་བསམ་ན་ཕན་པ་དང་བདེ་བའི་འོ་རྒྱུ་ག་གཟུགས་ཤིག་ཡིན་ན་ཡང་འདྲ་འོ་དུའང་དངོས་དང་བརྒྱུད་པ་ག་གཟུགས་ཤིག་གི་སྒོ་ན་ཡིན་ན་ཡང་འདྲ་འོ་དེ་དག་ཐམས་ཅད་འོ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་འོ་ང་དང་རྟག་མགོ་བསྟན་ནོ། ཅི་ཡ་ཟེར་ན་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཁོང་དག་ས་སྡུག་བསྔལ་གྱིས་མྱོང་ཡང་ཅི་ཡོད་ཀྱང། ཨོ་སྡུག་བསྔལ་མྱོང་མཁན་པོའང་ཁོང་སྡུག་བསྔལ་མྱོང་བྱ་སྤོ་ང་དུས་དོན་དག་སྡུག་བསྔལ་མྱང་སྟོན་ཀྱང། ཅེས་ཟེར་ན་ཁོང་སྡིག་པ་བསག་བྱ་སྤོ་ཁྱེད་རང་རང་རང་གི་དཔེ་ན་ང་དང་ཨ་ཨ་བ་ལས་ཞིག་ཡིན་འགྲོ་ཨ་མ་ལས་ཞིག་ཡིན་འགྲོ་ཁོང་སྡིག་པ་མང་ཆེ་བ་སྤྱིའི་དགའ་གཟུགས་ཀྱི་ས་ག་ནོག་གཟན་པོ་གཅིག་རང་གི་ཁྲ་ཕྲུག་གི་དོན་དག་ཨོ་རང་གིས་བརྔན་བཀྲུངས་པའི་དོན་དག་ཁོ་རང་གཅིག་པའི་དོན་དག་ས་ག་མི་ནུས་བ་ལས། གསུངས་པ་ས་ན་ཨོ་ད་ཕ་མ་ཨིས་ཨོ་རང་གིས་ཨོ་དེ་ནས་དགའ་བུ་ཕྲུག་གི་དོན་དག་ཨོ་སྡིག་པ་ཙམ་ཞིག་བསགས་པ་ས་ན་ཁོང་ཉལ་ལོས་ནའང་སོང་དེ་ཡོད་ན་ང་དང་ཨི་བཞག་སྟེ་སོང་བཅུག་སྟེ་འགེགས་ལེ་ཨོ་གསུངས་པ་ས་ན་ཨོ་ད་བདག་ས་ང་དགའ་དམ་པའི་དགེ་བའི་བཤེས་གཉེན་རྣམས་ཀྱི་ཉམས་ལེན་པོ་ཀ་གཟུགས་ཤིག་ཙ་རེ་བཀྱག་ས་ན་ཨོ་ངའི་ཕ་མ་དྲིན་ཅན་རྣམས་ངའི་དོན་དག་ཨོ་སྐྱེ་བར་སྔར་མ་ན་ཁོང་ཨིས་ཨོ་ལཱས་དངན་པ་དང་སྡིག་པ་མང་པོ་བསགས་པའི་དབང་གིས་ཁོང་བདག་ས་ཨི་བསམས་སྡུག་བསྔལ་མྱོང་སྟེ་ནོ་ཁོང་མི་དགེ་བ་ཨི་བསམས་བསགས་སྟེ་དེ་ནོ་གསུངས་པ་ས་ན་ཨོ་ད་ད་ལྟ་ངའི་ངོ་ན་ཁོ་ང་ཨོ་དེ་ནི་རང་གིས་བསགས་པའི་དགེ་བ་ཡིན་ནའང་འདྲ། ཨོ་རང་གིས་སྐུལ་མ་བཅོས་པའི་སྐུལ་མ་བཅོས་པ་ལ་བརྟེན་ན་བསགས་པའི་དགེ་བ་ཡིན་ནའང་འདྲ། ཨོ་ད་ལྟ་དངོས་སུ་བསགས་པའི་དགེ་བ་ཡིན་ན་ཡང་འདྲ། མ་འོངས་པ་ན་བསགས་པར་འགྱུར་བའི་དགེ་བ་ཡིན་ན་ཡང་འདྲ། བདག་པའི་དུས་སུ་བསགས་ཟིན་པའི་དགེ་བ་ཡིན་ན་ཡང་འདྲ། ཨོ་དེ་དག་མ་ལུས་པ་ཐམས་ཅད་ཡོངས་སུ་རྫོགས་པ་འགྲོ་བ་སེམས་ཅན་གཞན་ལ་ཨོ་ཕན་པར་ཤོག། འགྲོ་བ་སེམས་ཅན་གཞན་ལ་བདེ་བའི་རྒྱུ་རུ་འགྱུར་བར་ཤོག། ཨོ་ད་དོན་དག་ཨ། ཨོ་དངོས་སུ་ང་དང་ཕན་ཐོགས་མཛད་དགོས་ས་དངོས་སུ་ཕན་ཐོགས་མཛད་དགོས་མཛད་ཅེས། རྒྱུད་ན་ཕན་ཐོགས་མཛད་དགོས་ས་རྒྱུད་ན་ཕན་ཐོགས་མཛད་ཅེས་དེ་ཡང། ཨོ་དེ་ནས་དགའ་སྐྱེས་དེ་ན། ཨོ་དེ་ནས་དགའ། བྱམས་པ་དང་བརྩེ་བའི་ངང་ན། ཨོ་རང་ཉིད་ཀྱི། ཕན་པ་དང་བདེ་བའི་རྒྱུ་ཐམས་ཅད། ཨོ་སེམས་ཅན་གཞན་ལ་བཏང་ཚེ། ཨོ་ད་ང་དང་སྙིང་རྗེ་ཡོད་ན། ངས་གདངས་རྟགས་ཨ་མ་བཞུ་ས་ལས། ཨོ། ཆོས་གཅིག་ལག་མཐིལ་དུ་མཆིས་ན། ཆོས་ཐམས་ཅད་ལག་དཀྱིལ་དུ་མཆིས་པ་ལགས་སོ། དེ་ཅིའི་ཕྱིར་ཞེས་ན། འདི་ལྟར་ཏེ་སྙིང་རྗེ་ཆེན་པོའོ། བཅོམ་ལྡན་འདས་རང་ཉིད་ཀྱིས་མདོའི་ནང་གསུངས་ཟེར་དོ། ཨོ་ད་ང་དང་རྒྱུད་ལ་སྙིང་རྗེ་ཡོད་ན། ཨེ་ནས་དངོས་དང་བརྒྱུད་པ་ཅི་རིགས་པའི་སྒོ་ནས། རང་ཉིད་ཀྱི་ཕན་པ་དང་བདེ་བ་རྣམས་འགྲོ་བ་སེམས་ཅན་གཞན་ལ་ང་དང་བཅིངས་ན་ནོ། ག་ལས། དགའོ། བྷ་མཱས། རང་ཡང་ཕྲུ་གུ་ལ་བརྩེ་བ་དང་སྙིང་རྗེ་ཡོད་པ་བསགས་ན་རང་ཉིད་ལ་ཅི་ཞིག་འབྱོར་ན་ཡང། རང་ཉིད་ཀྱིས་དཀའ་གཟུགས་ཤིག་གཉེར་ན་ཡང་ཕྲུ་གུས་ཕྲུ་གུས་ཕྲུ་གུ་ལ་སྐྱིད་པོ་ཡོང་བྱ་ཕྲུ་གུ་ལ་བདེ་སྐྱིད་ཡོང་བྱ་ཞེས་དོན་དང་ང་དང་ཏང་ཉན་འདུག་ག་ལེ། ཨོ་ད་དེ་ཅི་ནོ། སྙིང་རྗེ་ཡོད་པའི་དབང་གིས། ཨོ་དོ་རྒྱུ་རེད་ཀྱ་ག་ལེ། ད་བདེན་སྣ་ཚོགས་ལ། ད་ཧ་ལས་ག་དེ་ནི་བྱམས་པའི་དབང་གིས། ཨོ་ད་བྱམས་པ་དང་ཨོ་དེ་ནི་ག་གེ་དེ་ན་བརྩེ་བའི་དབང་གིས་རང་གི་བདེ་བ་གཞན་ལ་བཏང་ཆེས། ཨེ་ནས་སྙིང་རྗེའི་དབང་གིས་ཨོ་དེ་ནས་གཞན་གྱི་སྡུག་བསྔལ་ཨོ་རང་ཉིད་ཀྱིས་ལེན་བྱེད། མ་ཡི་གནོད་དང་སྡུག་བསྔལ་ཀུན་འཛད་མགོ་གཅིག་ཨོ་ད་མ་རྣམས་ཀྱི་མཐའ་དང་མཉམ་པས་ཨོ་དེ་ནས་སེམས་ཅན་ཐམས་ཅད་ཀྱིས་ཁོ་ང་གནོད་པ་དང་འཚེ་བ་ལ་སོགས་པ་ཅི་ཞིག་ཡོད་ན་ཡང་འདྲ། ཁོ་ང་མ་འོངས་པ་ན་དེ་ནས་སྡུག་བསྔལ་ཡོང་བྱེད་ཟེར་གྱི་སྡིག་པ་མི་དགེ་བ་ཅི་ཞིག་བསགས་ཏེ་ཡོད་ན་ཡང་འདྲ། ཨོ་ད་དོན་དག་ཁོང་གིས་གནོད་པ་དང་སྡུག་བསྔལ་ཀུན། འདི་ནི་ང་དང་ངན་ན་འོ་དངོས་སུ་ལེན་ངན་ཅེས། འོ་དངོས་སུ་ལེན་མ་ངན་ན་ཡང་གསང་བའི་སྒོ་ན་ལེན་ཅེས་སྦས་པའི་རྣལ་འབྱོར་འོ་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱིས་འོ་རང་གི་གཞན་ལ་ཕན་ཐོགས་ཤིག་བྱོས་ན་ཡང་སྦས་ཏེ་བཟའ་ཟླ་ནོ་བ་ལས། འོ་དར་རང་གཞན་གྱི་སྡུག་བསྔལ་སེལ་བྱ་སེལ་བྱེད་ཚེ་དོན་དག་ཨ་འོ་དེ་ནི་གཱའི་ཕྱག་ལས་ཤིག་དགེ་བ་དགེ་སྦྱོར་ཞིག་ཡིན་ན་ཡང་འདྲ། ཕྱག་ལས་དངོས་སུ་ཕ་གཱའི་གཞན་གྱི་སྡུག་བསྔལ་སེལ་བྱ་ཞིག་ལ་ཞིག་ཡིན་ན་འདྲ་རྒྱུད་ན་གཞན་གྱི་སྡུག་བསྔལ་སེལ་བྱ་ཞིག་ལ་ཞིག་ཡིན་ན་ཡང་འདྲ་གསང་བའི། གསང་བའི་གཟན་པོ་གཅིག་ཨོ་སྦ་སྦའི་རྣལ་འབྱོར་རམ། ཨོ། དེ་ནས་ཧ། མི་མངོན་པའི་ཚུལ་དུ་ཨེ་ནི་བཛྲ་དེ་བཀྱག། ལ་ད་མི་མངོན་པའི་ཚུལ་དུ་བཛྲ་ན་རང་ཉིད་ལ་ངར་རྒྱལ་ཡོང་བ་མེད་བཀྱག། བྱས་ཟིན་ན་མི་སུ་སང་ཧ་མ་གོ་བ་སང་ན་སྡོད་ལ་མིས་དེ་ནས་བསྟོད་བསྔགས་དང་གང་དང་ཁྱོད་རང་དྲག་པོ་འདུག་ཁྱོད་རང་གཅིག་ཡིན་ནོ་ཟེར་ཁ་མེད་པ་སང་ན་དེ་ག་ན་ང་དང་ང་ངར་རྒྱལ་ཡོང་བ་མེད་བཀྱག། ཨེ་ནི་གཏེར་མ་ཟད། ཨེ་ནི་དོན་དག་ང་དང་དམིགས་ཡུལ་བོ་ཅིན་བཀྱག་ཟིན་ན་གཞན་ལ། གཞན་གྱིས་སྡུག་བསྔལ་སེལ་བྱེད་པོ་ཡིན་པར་བསམ་ན། ཁོས་གཞན་གྱི་སྡུག་བསྔལ། ཁོས་ཧ་གོའི་ནང་འདྲ། གོ་བ་མེད་ནང་འདྲ། མི་གཞན་གྱིས་ཧ་གོའི་ནང་འདྲ། གོ་བ་མེད་ནང་འདྲ། ཨོ། དོན་དག་ཁོས་སྡུག་བསྔལ་བོ་སེལ་བྱེད་པོ་ཁོ་མི་རྒྱུད་གཙོ་ཡིན་པར་བསམ་ན། ཨེ་ནས། ཨོ། གསང་བའི། ཨོ་དང་ཉན་ན་དངོས་སུ། མ་ཉན་ན་གསང་བའི་སྒོ་ནས། ཨོ། དེ་ནས་བདག་ལ་ལེན་པར་ཤོག། གསུངས་པ་བསམ་ན་ད་ཚིག་དང་པོ་གཉིས་པོ་གིས་ཅི་གསུངས་ཟེར་ནོ་ཟེར་ན། མདོར་ན་དངོས་དང་བརྒྱུད་པ་ཡི་ཕ་འདས་མ་རྣམས་ཀུན་ལ་བུ་ལུ་བཟང་པོ་གཅིག་ཨོ་བྱམས་པ་དང། ཨ་ལས་དེ་ནས་བརྩེ་བས་ཨོ་བདག་གི་བདེ་བ་དང་བདག་གི་དེ་ནས་ཨོ་བདེ་བ་བདེ་བ་རྣམས་ཨོ་དངོས་སུའམ་བརྒྱུད་ནས་འགྲོ་བ་སེམས་ཅན་གཞན་ལ་བྱིན་པར་བྱེད་ཅེས། ཨེ་ནས། ཚིག་གཉིས་པདྨ་ཡི་སྣོད་དང་སྡུག་བསྔལ་ཀུན་གསང་བའི་བདག་ལ་ལེན་པར་ཤོག་ཟེར་རིན་པོ་ཆེ་སྙིང་རྗེའི་དབང་གིས་ཨེ་ནས་གཞན་གྱི་སྡུག་བསྔལ་དང་གཞན་གྱི་གནོད་འཚེ་རྣམས་རང་ཉིད་ཀྱིས་དེ་ནས་གཡེང་བ་ལེན་བྱེད། དེ་ཡང་དངོས་སུའམ་ཡང་མེད་ན་རྒྱུད་ནའམ་ཡང་མེད་ན་མི་མངོན་པའི་ཚུལ་དུ་གསང་བའི་བདག་ལ་ལེན་པར་ཤོག་ཟེར། ཨོ་ད་གསང་བའི་བདག་ལ་ལན་ན་ཡང་ཕན་ཐོགས་རྒྱ་ཆེན་མོ་ཡོད་དོན་རོགས་ལེ་དེ་ག་ན་ངར་རྒྱལ་མ་སྐྱེས་བའི་ཁྱད་ཆོས་ཡོད་དོན་རོགས་ལེ་ཨོ་དེ་ནས་དོན་དག་ག་ང་དང་མིག་ཡུལ་བོ་དཔེ་ན་སངས་རྒྱས་བཅོམ་ལྡན་འདས་སིས། ཁོང་ང་གུས་ཞབས་སྤྱོད་མཁན་ཡིན་ན་ཡང་འདྲ། ཁོང་ང་གུས་ཞབས་སྤྱོད་མཁན་མེད་ན་ཡང་འདྲ་ཨོ་སངས་རྒྱས་བཅོམ་ལྡན་འདས་ཁོང་རང་གི་ཐུགས་དགོངས་ལ་ཨེ་ནས་དེ་གཉིས་ཀ་ལ་ཁྱད་པར་ཅི་ཡང་མེད་གསུངས་དོན་རོགས་ལེ། ཅི་ཡང་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་དགོངས་ལ་ཨེ་ནས་ང་གཡེང་བ་ཕན་ཐོགས་སྤྱོད་སྐམ་པོ་ན་སྐབས་ཀྱི་ཁོ་བ་ང་དང་ཕན་ཐོགས་སྤྱོད་ཚེ་སངས་རྒྱས་ལ་ཕྱག་དང་མཆོད་པ་བསྐྱོད་སྐྱག་ད་ཡིན་ཡང་སྐྱེ་བ་སྔ་མ་རྣམས་སུ་ཡང་ཁོས་ཕན་ཐོགས་སྤྱོད་ཟེར་ཀྱང། གཡེང་བ་བདག་སར་གནོད་འཚེ་སྤྱོད་མཁན་ཅིག་ཡིན་ན་ཡང་འདྲ་ཨེ་ནས་ཁོས་ཨོ་བདག་སར་གནོད་འཚེ་སྤྱོད་བྱ་ཞིག་ཨི་གཟུགས་ཤིག་ཡོད་ན་ཡང་ཨེ་ནས་སྐྱེ་བ་སྔ་མ་ན་ཁོ་བོ་ནི་ག་གེ་དེ་ན་སྤྲིན་ཅན་གྱི་ཕ་མར་འཚེ་བ་དང་ཚེ་རབས་བརྒྱ་ཕྲག་མང་པོའི་བར་དུ་སྤྱོད་ཅེས་པ་བསམས་ན་དེའི་ཕན་པ་དང་བདེ་བ་ཚང་མ་ཁོ་བོའི་བསྔོ་བ་སྒྲུབ་དཀོན་པོ་ཁྱེད་ནས་པ་བསམས་ན་ཨེ་ནི་ཨོ་བདག་ས་དངོས་སུ་གནོད་མཁན་དང་དངོས་སུ་ཕན་མཁན་ཉིད་ཀྱིས་དེ་ཙམ་གྱིས་ཨེ་ནི་ངེས་རིང་ངམ་དེ་ཙམ་གྱིས་ཁྱད་པར་ཨོ་དེ་ནི་རྫ་དག་མ་ར་བ་ལས། ཅེས་ཡ་ཟ་ན་དོ་མདའ་ག་ད་ངོ་སུ་ཡ་མེད་ན་གཅིག་གིས་གུད་ན་རྫ་དེ་ཡོད་སྐད་གཅིག་གིས་ངོ་སུ་རྫ་དེ་ཕན་པ་དང་དེ་བར་རྒྱ་ཆེན་མོ་སྒྲུབ་པ་རྫ་དེ་ཡོད་པ་བསགས་ན་འོ་གསུངས་པ་བསགས་ན་སམ་སངས་རྒྱས་ལ་འོ་ཉི་རིང་ཡོང་ང་མ་ནོ་བ་ལས་འོ་ཉི་རིང་མེ་ལྕེས་སྤང་ཅི་ནོག་ཟེར་ན་འོ་ན་སྐབས་ཧ་ལས་ད་སྤེ་ན་སྟངས་མ་འོངས་པའི་གནས་སྟངས། ད་ལྟ་བའི་གནས་སྟངས་དུས་གསུམ་ཚ་ཐམས་ཅད་ཀྱི་གནས་སྟངས་ཐམས་ཅད། ཨོ་ཕྱིན་ཅི་མ་ལོག་པ་མཁྱེན་ཏེ་ཡོད་པ་བསམ་ན་ཨོ་དེ་ཡང་ད་བདག་སང་ང་ད་ང་ག་གཟུགས་ཡོད་ཀྱང་བསམ་ན་དངོས་སུ་ཕན་ཀན་པོ་ཧ་གོ། ཧ་ལས། ཨོ། སྐྱེ་བ་སྔན་མ་ན་ཕན་ཐོགས། སྤྱོད་ཀན་པོ་ང་ད་ཧ་མ་གོ་བ་བསམ་ན་ཨེ་ནས་བདག་ས་བདུན་པོ་མཐོང་སྟེ་བརྒྱད་པོ་མ་མཐོང་བའི་དབང་གིས་ཨེ་ནས་ང་ད་རིགས་གཅིག་ག་ང་ད་ཕན་ཐོགས་སྤྱོད་བྱས། རིགས་ཤིག་ག་ང་ད་གནོད་འཚེ་སྤྱོད་བྱས་པ་ཀྱི་དེ་ན་ཨོ་ད་ང་ད་སྔོན། ད་དུས་གསུམ་གྱི་རྣམ་གཞག་པོ་ཧ་མ་གོ་བའི་དབང་གིས། འོ་ང་དང་འོ་དེ་ཚང་མ་ལ་རྨོངས་དད་དོན་བར། ངས་སྡང་ནས་མ་ཞུས་ཚེ། ང་དང་དེ་ནས་ང་ཅིས་རྨོངས་དད། ང་ཡོན་ཏན་ཆེན་མོ་ཡིན་ང་དྲག་པོ་ཡིན་ང་དང་ཟ་མ་ནོག་པ། ང་དང་དད་པའི་ན་སྟངས་པོ་ཅི་ཡང་ཤེས་ས་མེད་གེགས། མ་འོངས་པའི་ན་སྟངས་པོ་ཅི་ཡང་ཤེས་ས་མེད་གེགས། འོ་ད་ད་ལྟ་བྱུང་ཡང་ང་དང་མིག་གིས་མདུན་ལ་མཐོང་དཀར་པོ་རྩ་བིག་རྩ་བིག་ཤེས་ཟེར་ཀྱང་མ་གཏོགས་ད་ལྟ་བའི་ན་སྟངས་འང་འོ་ད་མང་པོ་ཞིག་ང་དང་ཤེས་ས་མེད་གེགས། ཨོ་ད་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་དང། ཨོ་ཕྱོགས་བཅུའི་རྒྱལ་བ་ཤྲཱི་དང་བཅས་པ་ཐམས་ཅད་ཀྱིས་དུས་གསུམ་གྱི་རྣམ་གཞག་ཕྱིན་ཅི་མ་ལོག་པ་མཁྱེན་ཏེ་ཡོད་པར་བསམས་ན། དུས་གསུམ་གྱི་རྣམ་གཞག་གསལ་བར་གཟིགས་ཏེ་ཡོད་པར་བསམས་ན། ཨེ་ནས་ད། སེམས་ཅན་སུ་ལ་ཡང་ཨོ་གནོད་འཚེ་སྤང་གཉེན་སྐྱེས་པོ་ཨོ་དེ་ག་ནས་ཡོང་བ་ཀྱཱ་ལས། ཨོ་གསུངས་པར་བསམས་ན་ད་འདི་དག་ཐམས་ཅད་དོན་དག་ག་ཨོ་བརྡོལ་ན་དངོས་དང་བརྒྱུད་པ་ཡི་ཕ་འདས་མ་རྣམས་ཀུན་ལ་འབུལ་ཟེར་གང་དུ་ཤེས་ཏེ་ན་ང་དང་ཅི་ནུས་སྟོང་ལས་སྟོང་བའི་ཉམས་ལེན། མ་ཡི་སྣོད་དང་སྡུག་བསྔལ་ཀུན་གསང་བའི་བདག་ལ་ལེན་པར་ཤོག་གཟན་པོ་ལེན་པའི་ཉམས་ལེན་འོ་གསུངས་པ་ས་ན་སྟོང་ལེན་འཛེར་ཤ་སྤུ་ཁེ་དེ་ནང་འོ་དོད་ཡིན་ཀྱག་ཏག་ད་དེ་སྣོད་ནང་བཙོག་ལ་ཨེ་ནས་པཎ་ཆེན་ཐམས་ཅད་མཁྱེན་པ་བློ་བཟང་ཆོས་ཀྱི་རྒྱལ་མཚམས་ཀྱིས་ང་དང་དེ་ནས་ག་ལམ་ཆོས་ནང་ལ་ཅི་གསུངས་སུ་འདུག་ཟེར་ན་དེ་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན། མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན། མ་ལུས་ད་ལྟར་བདག་ལ་སྨིན་པ་དང་བདག་གིས་དེ་གའི་གཞན་ལ་བཏང་བ་ཡིས་འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས་གསུངས་སེ་འདུག་ག་ལས། ཨོ་ད་ལྟས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན། མ་གྱུར་སྤྲུལ་བའི་སྡིག་སྒྲིབ་སྡུག་བསྔལ་ཀུན་རྫི་རན་པོ་ཅིག་ཨེ་ནི་ག་ཞེས་བལྟས་ན་ཨོ་ད་རྗེ་བཙུན་བླ་མེད་ཀྱི་ཐུགས་རྗེའི་བཀའ་དྲིན་ལགས། ཨོ་མ་གྱུར་རྣམས་ཀྱིས་ཐ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཀུན། ཧ་ལས་ཨོ་དེ་ནས་གཅིག་ཀྱང་མ་ལུས་པ་ཨོ་བདག་ལ་སྨིན་པར་ཤོག་གསུངས་ཟེར་ནོ་ཨ་ལས་ཨོ་གསུངས་པ་ས་ན་ཨེ་ནས་བདག་གི་བདེ་བ་དང་ཨེ་ནས་དགེ་བ་རྣམས་ཨོ་གཞན་ལ་ཨོ་དེ་ནས་བྱིན་པར་ཤོག་ཟློར་དུ་ན་གཏོང་ལེན་གྱི་མཉམ་བཞག་པོ་ཨོ་གསལ་པོ་བཅོས་ཏེ་གསུངས་ཟེར་ནོ་ཨ་ལས། འོ་ད་དེ་ན་ཚོ་ལགས་དེ་ནས་སྐད་ཧྲག་ཆེན་པོ་ཞིག་བ་ལེས་ཨེ་ནས་སྤྱོད་རྒྱུག་གི་ན་ཅི་གསུང་སེ་འདུག་ཟེར་ན། བདག་དང་གཞན་འདུར་བྱས་བྱ་བ། གསང་བའི་དམ་པར་སྤྱད་པར་བྱ། འོ་བདག་གཞན་ཉམས་བྱེད་ཀྱི་ཉམས་ལེན་པ་ཁྱེད་དེ་ན་གསང་བའི་སྒོ་ན་འཛག་དགོས་སྟེ་ནོ་གསང་བའི་སྒོ་ན་སྤྱོད་དགོས་སྟེ་ནོ་གསུང་སེ་འདུག་བ་ལེ། འོ་གསུངས་པ་ཟང་ན་ཨེ་ནས་དོན་དག་ཅི་གསུང་སེ་ནོ་ཟེར་ན། འོ་ད་བརྩམ་ངན། དེ་ན་ཡང་དེ་ནས་ང་དང་དགའ་ཁྱེད་དེ་ན་སྔར་གྱི་དེ་ནས་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས། ཨེ་ནས་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཨོ་ཆོས་དགེ་བ་འགའ་ཟུང་ཞིག་བསྒྲུབས་བས་ན་ཡང། གཞན་ཕན་གྱི་བྱ་བ་འགའ་ཟུང་ཞིག་མཛད་དེ་ན་ཡང་ཨོ་དོ། མི་ལ་མི་མངོན་པའི་ཚུལ་དུ་ཨེ་ནས་གསང་བའི་མཛད་ཅེས་པོ་ཨེ་ནས་ཅི་ཡིན་ཀྱ་ཟེར་ན་ངར་རྒྱལ་དང་ཁེངས་པ་མ་སྐྱེས་མ་སྐྱེས་ཅེས་སྲིད་དོན་དག། དེ་མེད་ན་དཔེར་ན་ང་དང་གདངས་འདིར་ཡིན་ནོག་པ། དཔེར་ན་ང་དང་སུ་དང་སུ་ཞིག་ཡིན་ན་ཡང་ཨོ་ད་དགེ་འདུན་ལ་བསྙེན་བཀུར་ཞིག་ཞུ་བྱ་ཞིག་ཡིན་ན་ཡང། ཨོ་ད་དེ་ནས་ང་བསྙེན་བཀུར་ཞུ་བྱ་ཡིན་ཟེར་ནས་སྔིན་མ་མང་པས་ང་ལ་སྐ་སྐྲག་བཅུགས་ཏེ། དེ་ནས་བཞུགས་ཚར་ཏེ་བཏེགས་ན་ཡང་ཨོ་ད་དེའང་དགེ་འདུན་ལ་བསྙེན་བཀུར་ཞུས་ན་ཨང་ངོ་ཞེས་ད་གེ་བཀའ་དགོན་པ་ཞིག་ག་སོང་སྟེ་གདུགས་བྱོན་པོ་ཆེ་ཡང་ཡིང་བ་ཁ་བཏགས་དང་ཐུགས་རྗེ་ཆེ་མ་ཞུས་ན་ང་བསྙེན་བཀུར་ཞུས་ད་བཞུགས་སྤིན་པ་ཁོང་ང་ཅང་ཟེ་ར་མི་ནག་པ་ཟེར་མཁན་ཅོར་ཡ་མེད་ན་ང་ཁ་བཏགས་ཞིག་གང་མ་བཏང་ཟེར་མཁན་ཙོག་རེད། དེ་ནས་ཡང་དོ་བཞུགས་ཚར་ཏེ་བཏེགས་ན་ཨོ་ད་ད་ང་དགོན་པ་ཅིག་ཅིག་ཅིག་ག་བསྙེན་བཀུར་ཞུས་སྤིན་མང་ཇགས་སྤུལ་སྤིན་རྒྱས་སྤུལ་སྤིན་ཚེ་ཚི་ཀར་ཙག་ག་ལ་སྐར་གྲགས་ཆོས་ཆ་སྤུ་ང་དང་གཅིག་ཀྱང་ཟེར་ན་ང་དང་ངར་རྒྱལ་གྱི་དབང་དུ་སོང་སྟེ་ཡོད་ཀྱི་ཨ་ལས་ཨིན་ཅེས་བུ་དང་ང་དང་ཁྱོད་དགེ་བ་ཞིག་བསྒྲུབས་ཏེ་ནོག་ཨོ་དེ་ནས་ཡར་དཀོན་མཆོག་ག་ཁྱོད་པ་ཞིག་ཕུལ་ཏེ་ནོག་ད་དོན་དག་ག་ང་དང་དམིགས་ཡུལ་བོ་ཁྱེད་དེ་ན་རང་གི་ཚོགས་བསོད་ནམས་བསག་བྱ་གཅིག་པའི་བསམ་བློ་མ་བཏང་ཨ་ཨོ་ང་མིང་ཆེན་མོ་ཞིག་ཡོང་ན་བསམ་སྟེ་མི་ཚང་མས་ང་ཕྱུག་པོ་ཡིན་ནོག་ཟེར་ན་བསམ་སྟེ་ང་སྐ་བྲག་ཆེན་མོ་ཞིག་ཡོང་ན་བསམ་སྟེ་ཨེ་ནས་ང་དང་ཨོ་བཟོ་བཅོ་ཨན་པོ་གཅིག་ཨེ་ནས་དེ་ག་ན་ཉོན་མོངས་པ་དང་བྲེལ་བ་བསག་ན་ཨེ་ནས་ང་དང་རྒྱལ་བ་འོ་ཁྱེད་དེ་ན་སྤུ་སྟག་པོ་ཞིག་དང་འོ་ཚ་དང་ལྡན་པ་ཞིག་རྒྱུ་ར་མེད་ཀྱག་ལ། འོ་ད་དེ་ན་ཚོ་ལ་ང་དང་སྨན་ཁང་དང་འོ་ད་ནད་པ་དང་འོ་ད་མི་ཉམ་ཆུང་ཉལ་བ་ཅན་ལ་འོ་ང་དང་རོགས་བྱོན་པོ་ཅིག་འོ་ནི་མི་མང་པོ་ཞིག་བདེན་པའི་ཆོས་ཧ་གོ་གིན། བདེན་པའི་མི་སྙིང་དགུ་སྙན་གྲགས་ལ་མ་ལྟ་ག་ནི་མི་ངོས་སུ་ལའང་ཧ་གོ་མ་བཅུག་ག་ཁོ་རང་ཁོ་རང་མི་རེད་ནང་ག་ལ་དང་བྱེད་ཡ་མེད་ན་ནི་ངས་ཡིན་མ་ཟེར་རེད་ཟེར་ཏེ། ཨི་གཟུགས་རེའང་མོ་ལན་ཅིག་ང་དང་དེ་ནས་ཨོ་གཞན་ལ་བྱིན་པ་མཛད་དོ་ག་ལས་ཨོ་ད་དེ་སྔོན་གལ་ཏེ་ན་དེ་འདི་ཨེ་ནི་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱིས་ཉམས་ལེན་མཛད་སྟངས་ཅི་ཡིན་ཀྱང། དཔེར་ན་ང་ཨི་གཟུགས་ཤིག་ཚོར་ག་ང་དང་ལ་དྭགས་དགོན་ལ་དེ་ནས་ག་དབང་པོ་སྐྱོན་ཅན་ལ་རོགས་བྱོས་ག་ནས་མི་རེས་ཨེ་ནི་ག་གལ་ཏེ་ན་ད་ཁོ་ང་སྤེ་ར་བཞི་ཤི་ས་མ་ནོག། ཧ་ལས་ཁོང་ཨ་མཉམ་སྐྱོ་བོ་ཚོ་ར་མ་ནོག། ཨོ་སོང་པ་ས་ནམ་ང་ཨོ་དེ། མི་མི་རེས་ག་ག་ཟུག་ཟེར་ན། ཨོ་ང་ཁོང་རང་ཨ་ཕར་ན་འགྲིག། ང་ཨི་ངོ་ཨ་ཐུགས་རྗེ་ཆེ་ཟེར་ཀ་ནང་ང་བཀའ་དྲིན་ཆེ་ཟེར་ཀ་རྩ་བ་ཉིད་ན་དགོ་ས་མེད་ཁོང་ཁ། སྐྲག་མ་ཤེས་ཁ་ན་སྤེ་ར་ཟེར་མ་ཤེས་ན་ཡང་ཨོ་དོན་དག་ཨ་ངེས་ཁེ་དེ་ན་ཁོང་ཨ་ཨོ་དེ་ནས་ག་དོན་དག་པོ། ཨོ་ཕ་མདོག་གྲུབ་ཀྱི་དབྱིངས་འོ་ཐུགས་རྗེ་ཆེ་གནང་དེ་དོན་དག་རྩ་བ་ཉིད་ན་མིན། ང་ཐུགས་རྗེ་ཆེ་ཟེར་མ་ཤེས་གནང་འགྲིག་ཨོ་ཐུགས་རྗེ་ཆེ་ཟེར་དགོས་ས་ཡང་མེད་ཨོ་ངས་ཡིན་ཟེར་ཏེ་ཁྱེད་རང་ཁོང་ལ་མ་ཟེར་གནང་འགྲིག་ཟེར་དཀའ་ན་མང་པོ་ཡོང་འདུག་བ་ལས། ཨོ་གཟུགས་ཡོད་ང་དང་འབྱུང་ཡང་འབྱུང་སྟེ་འདུག་བ་ལས། ཨོ་ཡོད་པ་སང་ན་ཨོ་ད་ང་དང་སང་ནམ་སང་ཨོ་ད་རང་བདེན་པའི་ཧ་ལས་རྒྱུ་ནོར་ལོངས་སྤྱོད་ཡོད་དཀའ་འདྲེ་ནི་གཞན་ལ་བཅིངས་པ་དང་རྩ་ན་ཨོ་ད་རང་མིང་གཅིག་པོ་མ་ལྟ་དོན་དག་ག་ཁོ་ཨ་ཞང་ལ་ཕན་ཐོགས་ཡོང་ཆེད་པོ་ཕན་ཐོགས་པོ་ག་གཟུགས་ཤིག་གྲུབ་ངེས་འདུག་བསམ་ཏེ། ཨོ། ང་དང་མི་ང་ལྟ་སྟེ། ཨོ་ང་དང་དེ་ནས་སྤྱི་སྟོང་ཆེ་བ་ལ་ལྟ་སྟེ་རང་ཨེ་ལར་རྒྱ་ལྟ་སྟེ་བཅོས་ན་ཨེ་ནས་གཞན་ནས་དོན་དག་ག་བཅོས་སྟེ་མ་ནོག་ག་ལེ་ང་དང་ང་དང་རང་ཨེ་དོན་དག་ག་བཅོས་སྟེ་ནོག་ག་ལེ།

ཁར་གྱིས་བཏང་སྟེ་ཉལ་འདུག་བ་པེ་ནས་བཏང་སྟེ་ཉལ་འདུག་བ་ཨོ་ད་ཁ་ན་སྤེ་ར་ཟེར་ཏེ་ཉལ་འདུག་བ་མི་འདྲ་མི་འདྲ་ང་དང་ད་མདོར་བསྡུ་ན་ཡོ་དང་རྒྱུ་དང་ཕྲ་མ་དང་མི་འདྲ་མི་འདྲ་བཀོལ་ཏེ་ཨོ་ད་ཨེ་ནི་ཕི་མཐོང་ཚུལ་ལ་ཕྱི་ལོག་ཕི་ལོག་གི་མཐོང་ཚུལ་ལ་ཨོ་དགེ་བ་སྒྲུབ་ག་རྫོགས་ཕི་ལོག་གི་མཐོང་ཚུལ་ལ་གཞན་ཕན་སྤྱོད་ག་རྫོགས་དོན་དག་ངོ་སྤེལ་ན་ཚུལ་ལ་རང་ཨོ་དེ་ནས་མིང་ཆེན་མོ་དང། རང་ཨ་ཀོ་ནཱས་དང་རང་སྐ་བྲག་ཡོངས་བཅག་སང་ཨི་སུག་གི་དོན་དག་ཨ་ཅོ་ན་ཨོ་ད་དེམ་པས་ཨོ་ད་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱི་ཆོས་ཉམས་ལེན་མཛད་སྟངས་དང་རྩ་བ་ཉིད་ན་མ་ཐུག་ན་ཨོ་ད་མགོ་ལོག་ཨ་སོང་དེ་ནོག་ཨ་ལས། ཨོ་ད་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱི་ཆོས་ཉམས་ལེན་མཛད་སྟངས་པོ་བཀའ་གཟུགས་ཤིག་ཡིན་ཀྱག་ཟེར་ན་བདག་ས་དེ་ན་ཧ་ལས། མདོར་ན་དངོས་དང་བརྒྱུད་པ་ཡིས་ཕ་འདས་མ་རྣམས་ཀུན་ལ་འབུལ། མ་ཡི་སྣོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག་གསུངས་ཟེར་འདུག་ཨ་ལས། ཨོ་སོང་པ་བཟང་ན་ཨོ་ད་དེ་ག་ན་ཨེ་ནས་ག་ཁྱེད་དེ་ན་ཨོ་ང་དང་ཚང་མས་ཨོ་ཏུས་དང་རྣམ་པ་ཀུན་ཏུ་ཨོ་ཆོས་ཉམས་ལེན་མཛའ་རྩ་ན་ཨོ་ཆོས་ཉམས་ལེན་མཛའ་ལུགས་མཛའ་དང་པོ་ཤེས་ཏེ་ཨོ་དེ་ནས་རང་གི་དྲིན་ཅན་གྱི་དེ་ནས་དགེ་བའི་བཤེས་གཉེན་རྣམས་ལ་བཀའ་འདྲི་ཞུས་ཏེ་ཨེ་ནས་ཁོང་ངོས་ག་ན་ལྷ་བརྒྱ་བཟང་པོ་བསྣན་ཏེ་ཨེ་ནས་ཐོས་པ་བསགས་ཨོ་བསམ་པས་ཡང་ཡང་བསྐྱལ། ཨོ་དེ་ག་ན་ཨེ་ནི་ཆོས་ཉམས་སུ་ལེན་ན་ཨེ་ནི་ཆོས་ཉམས་ལེན་པོ་ཁྱེད་དེ་ན་སྤུ་སྟག་ཅིག་ཡོང་བ་ནོ་ཨོ་ད་དེ་མེད་ན་ང་དང་ཚོ་ཚོ་ཚོར་ལ་བཅོ་ན་ཨེ་ནི་ད་བདེན་པས་ཨེ་ནི་ཁ་ར་སྣ་ར་ལ་སོང་སྟེ་ཨེ་ནི་ཆོས་སྤང་ཁྱེད་དེ་ན་ང་དང་ད་སྤུ་སྟག་ཅིག་མ་ཡོང་ཨ་ཨོ་ད་དེ་ནི་འཇིགས་བསྟེན་ཆོས་རྒྱལ་གྱི་དབང་དུ་ཆ་གང་ཙོག་ཞིག་ང་དང་བསྒྱུར་ན་ཨེ་ནི་ང་དང་དཀའ་ངལ་བར་དོ་རྒྱབ་རྒྱབ་སྐྱག་ཨིན་ན་ཡང་དོན་དག་པོ་རྒྱ་ལེགས་མ་སྨིན་སྐྱག་ཨ་ལེ་གསུངས་པ་ས་ན་ཨོ་ད་དོན་དག་རྒྱ་ལེགས་རེད་མོད་ཅོས་ཏེས་མི་ན་ལ་ཨོ་ད་ང་དང་ཨེས་ཨོ་ད་ཏུས་དང་རྣམ་པ་ཀུན་འདུག་ཨ་ནི་ག་གེ་དེ་ན་ཨོ་དགེ་བའི་ལ་ལ་བརྩོན་ཙ་ན་ཨོ་སྒྲུབ་ལུགས་སྒྲུབ་སྟངས་ཤེས་ཏེ་བརྩོན་དགོས་ཤེས་པོ་ཨེ་ནི་མངས་ཏེ་ཡང་ཁག་ཅག་འཇིགས་བྱེད་ཀྱག་གསུངས་པ་ས་ན་ཨོ་ད་དེ་ན་ང་དང་དེ་རིང་དེ་ནས་ག་ཨེ་ནི་ག་གེ་ཤེས་ལངས་རིས་དང་པའི་མཛད་པས་ཨེ་ནི་བློ་སྦྱོང་ཚིག་བརྒྱད་མེད། ཧ་ལས་དེ་ནས་ག་ཤོ་ལོ་ཀར་དུན་པ་དང་རགས་སྟེ་ཨེ་ནས་ང་དང་སྟོང་ལས་ནས་སྐོར་ལ་འོ་ད་རྡོར་བསྡུ་རྡོར་བསྡུ་ཤོས་དེ་བཞུས་སྟེ་ནོ་ཨིན་ན་ཟུག་གི་དེ་སྔོན་ཁྱེད་ད་ན་ལྷ་མོ་ཞིག་དང་མན་སྐྱག་ཨིན་ན་འདག་ས་ང་དང་དངོས་སུ་འོ་དེ་ནས་ཆ་ཚང་ཅིག་མ་ཉན་ན་ཡང་འོ་བསམ་བློའི་ངོ་ན་འོ་ད་དེ་ཚང་མ་འོ་གཟུགས་བསམ་བློ་བཏང་ཅིག་ཨིན་ན་རང་གི་བསམ་བློའི་འཕེན་པ་ནང་དེ་ཚང་མ་བཏང་ན་ཨེ་ནས་ཀུ་ལེ་ཀུ་ལེ་འོ་ང་དང་དེ་ལམ་པའི་ག་ན་སྦྲུལ་མཉན་བྱས་སའི་རེ་བ་དང་དེ་ཉམས་ལེན་ངོ་ན་ང་དང་སང་ལག་ལེན་ལ་བསྟར་མཉན་བྱས་སའི་ང་དང་འོ་རེ་བ་ཆེན་མོ་ཡོད་དེ་ནོ་ག་ལས་ཨོ་སོང་བ་ཟ་ན་བདག་ཟ་རང་ལྟ་ང་ལྟ་ལ་ལྷ་མོ་ཞིག་མེད་སྐྱེ་ག་ལས་ད་དེ་ཚིག་ངོ་ཁྱེད་རང་དེམ་པས་དེ་ནས་ག་ག་ཁྱེད་རང་ཧ་ཅང་ཟབ་མོ་གསུངས་སོད་འདུག་བ་ད་དལ། ཨོ་སོང་བ་ཟ་ན་ད་དེ་རིང་ཡི་ག་ཚངས་པོ་རིན་ཨེ་ནས་ཚང་མ་ལ་ཐུགས་རྗེ་ཆེ།